ཨན། མ་གཞི་བདག་སངས་རྒྱས་ཀྱི་བསྟན་པ། ལོ་ཉིས་སྟོང་ལྔ་བརྒྱ་ལྷག་ཕྱིན་བསྡད་པ་གཅིག་གིས་བསྟན་པ་འདི་མི་རེ་ཟུང་གིས་ཞབས་འདྲེན་ཞུས་པའི་རྐྱེན་བྱས་ནས་བསྟན་པ་ལ་དོ་ཕོག་དང་འགྲོ་གི་མ་རེད། འགྲོ་གི་མ་རེད་དེ་ཡིན་ནའི། ཨ་ད། བོད་ཀྱི་གྲྭ་པ་དེ་ཚོ་དེ་ཆོ་མི་འདུག་བོད་པའི་བླ་མ་དེ་ཚོ་ཆོ་མི་འདུག་ཟེར་ཡ་གཅིག་གིས་དེ་འདྲའི་བཤད་ཡ་བྱུང་པ་ཡིན་ན་མོ་ཀོག་རེད་པ་དེ། དོ་བདག་སོ་སོ་ཡིན་ནའི་དངོས་གནས་དྲང་གནས་ངན་སོང་ལ་སྐྱེ་ཡ་གི་རྒྱུ་རེད།

ཐོས་པའི་དོན་ལ་ཡང་ནས་ཡང་དུ་བསམས་ནས་ངེས་པ་བརྟན་པོ་ཐོབ་བསྡད་པ་དེ་ལ་གོམས་འདྲིས་བྱས་ནས། གོམས་འདྲིས་བྱས་ནས་ཟླ་བ་ལོ་ལོ་བཅུ་ཕྲག་འདུག་ཟེར་ནས་ང་ར་གལ་བྱ་ཤེས་པ་ཡིན་ནས་ཧ་ལམ་ད་ཅི་ཆོས་ལ་ང་ཆོས་འཇུག་གང་ན་ཆོས་ལ་དོན་གཉེར་སྐྱེ་མེད་ད་ང་རྩེ་མོ་རྩེ་ཡ།

ཨ་ནེ་སྟོང་ཉིད་ཀྱི་ལྟ་བ་ལ། ང་ལོ་བཅོ་ལྔ་བཅུ་དྲུག་ཁ་ཐུག་ནས་དོ་སྣང་ཡོད། ལོ་ཉི་ཤུ་རྩ་གྲངས་ལ་དོ་སྣང་ཞག་ཡོད་རེད། ཨ་ནེ་རྒྱ་གར་ལས་ནི་སྟོང་ཉིད་ཀྱི་ལྟ་བའི་སྐོར་ལ། ཉིན་ལྟར་རེ་ཟུང་གཏང་གི་ཡོད། ཨ་ནེ་ད་རིམ་པས་རིམ་པས་བྱས་ནས་ད་ལོ། ཧ་ལམ་ད་ལོ་ལྔ་བཅུ་ཚེ་འདིའི་རིང་ལ་བློ་ལ་འགྱུར་བ་རིམ་པས་རིམ་པས་ཐེབས་ཡོང་གི་འདུག།

ད། འགྲེལ་བཤད་སྐྱོན་ཞེས་པ་འདིས་དེ་སོ་སོ་ཡིད་བཞིན་གྱི་ཐོག་ནས་ལག་ཏུ་བླངས་བྱས་སྒོམ་ཡོད་འདུག་རྩ་ནས་དངོས་སུ་རང་སོ་སོའི་སེམས་རྒྱུད་ཀྱི་ཉོན་མོངས། འདོད་པའི་ཉོན་མོངས། ཞི་རགས་ཀྱི་རྣམ་པ་ཅན་གྱི་ལམ་སྒོམ་རྒྱུ་མེད་སྒོམ་དགོས་ཡ་མི་འདུག་བདག་མེད་པའི་ལྟ་བ་སྒོམ་པའི་རྐྱེན་གྱིས། འདོད་པའི་ཉོན་མོངས་དེ་ཧ་ལམ་ཧ་ལམ། ཅིག་མངོན་གྱུར་བ་མགོ་རྣམ་པའི་སོར་བཞི་ཡོང་སྡད་ཀྱི་འདུག། བྱང་ཆུབ་སེམས་བསྒོམས་ནས་དེའི་སྒོ་མི་འདུག་ག། བྱང་ཆུབ་སེམས་བསྒོམས་ནས། རང་གཅེས་འཛིན་དེ་ཤུགས་ཆུང་རུ་ཕྱིན་ནས། དེས་རྐྱེན་པས་རང་གཅེས་འཛིན་གྱི་དབང་གིས་སེམས་ལ་དངངས་སྐྲག་སྐྱེ་ཡ། འཇིགས་སྣང་ཡོང་ཡ། ཅིག་གིས་ཕུད་ཀྱི་དོན་དག་མེད་པའི་ཁོང་ཁྲོ་ལངས་ཡ་དེ་ཚོའི་གྲས་དེ་ཉུང་རུ་འགྲོ་ཡ་ཞེ་བོ་བྱུང་གི་འདུག་གདའ། ཉོན་མོངས་རང་ལ་ཕུད་ཀྱི་ཁབ་ཁབ་ཅིག་བྱང་ངེས་དེ་སྡུག་ཉིད་ཀྱི་ལྟ་བ་རེད། ཏན་ཏན་ཕན་ཐོགས་འདུག་ཤེས་སོང་ང། ཉི་མ་གཅིག་ལ་ཡོང་ཐུབ་ཀྱི་མ་རེད། ཤེས་སོང་ང།

དེ་ངས་འོ་ད་བརྒྱ་ཆ་བརྒྱ་ཐམ་པར་ཐག་བཅད་ནས་ལབ་ཐུག་རེད། ང་ཉམས་མྱོང་ཆེན་པོ་དང་མེད་དེ་ནས་ཉམས་མྱོང་ག་ལ་གང་འཚམ་ཅིག་ཡོད། འོ་ད་དངོས་སུ་སོ་སོ་མྱོང་བ་ཡིན་དུས་ཙང་ནས་སོ་སོ་གཏན་འཁེལ་ཚོད་ཐིག་བྱས་ཡོང་གི་འདུག་ཨ། བྱ་བ་དེ་འདྲ་རེད། ཐུགས་ཆེ་ཁྱེད་རང་དྲི་བ་དེ་ཐུགས་ཆེ། དེ་གུང་ཐང་རིན་པོ་ཆེས་གཅིག་གསུངས་ཡག་གདའ་གུང་ཐང་རིན་པོ་ཆེ་ཉིན་རེ་ཟས་ཀྱང་མི་དྲན་བརྩོན་འགྲུས་རྩོམ། ཞག་གསུམ་ལོན་ཚེ་རྗེས་མེད་གཡེང་བས་ཁྱེར། དེ་འདྲ་དེ་ལ་ཅི་ཡང་མི་ངོ་བས། བརྩོན་པ་ཆུའི་རྒྱུན་ཞིག་བསྟེན་ཅིག་ཨང་ཞེས་གསུངས་འདུག་ཤེས་སོང། ཅིག་ང་ནམ་སང་ཉི་མ་ཁ་ཤས་ནང་ལོག་རྟོགས་པ་སྐྱེ་བར་བྱ་ལ་བསམ་པའི་སོར་རོ། ལོ་གཉིས་གསུམ་ནང་ལོག་ལ་ང་སངས་རྒྱས་ཐུབ་ནའང་བསམ་པ་དེ་འདྲ་བསམ་བློ་བཏང་ན་ཡོང་ཡ་གོ་རེ་ཡོད་མ་རེད། དབྱིན་ཇི་སྐད་ཅིག་ཏུ་མ་སོང་ན Unrealistic། རེད་པ། ཨོ་ཁེ། སྤྱིར་ང་རང་ཚོ་མི་ཚེ་ཁོ་ར། དངོས་ཡོད་གནས་ཚུལ་མཐུན་པ་ཅིག་རི་ལི་སི་སྒང་ནས་སྐྱེས་སྒོ་རེད། ཡང་སྒོས་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་འདི་རི་ལི་སི་ཐོག་ནས་འགྲོ་ཡ་རེད། ཤ་སོང།